མི་བཀོལ་ཏེ་ས་ཆ་གཞན་པ་ལ་ཕྱིན་པར་རེ་བས་མི་བཀོལ་ཏེ་ཀྱི་དེབ་ཅན་གོ་ག་བར་ཕྱིན་པའི་རེ་བས་ཟེར་གྱི་ཡོད་པ་ལྟར་ཏེ་བྷི་ཀའི་ས་གནས་ལ་དེ་སྙེད་ཀྱི་བེ་རི་དོན་གཅོག་གི་རྒྱུ་ལས་རྣམ་པ་ཚོས་ཀྱི་རྐྱེན་བཤད་ནས། སྙེ་མ་ཉིས་སྟོང་ཉི་ཤུ་ནས་ཉིས་སར་ཆུ་བུ་རི་ལ་ཉི་ཤུ་གི་སྐད་ཡོད་ན། ཨ་ནེ་ཉི་ཤུ་སར་སྐྱེས་ནས་གཙང་ཉི་བུ་རི་ལ་མི་བཀོལ་ཏེ་ག་ཚོད་ཅིག་སྤྲད་ཐུབ་མི་འདུག་ཁོང་ཚོ་ལ་དཀའ་ངལ་ག་ཚོད་འཕྲད་འདུག་རེ་བ་འདི་སྐད་ཅིག་གཟིགས། ཨ་ནེ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་རྩ་གཉིས་པར་ལུག་གི་ད་དུང་དངུལ་སྤྲད་ཡག་གི་དུས་ཚོད་དེ་ཡལ་ཡོད་མ་རེད་སྤྱི་ཟླ་གསུམ་པའི་གི་ཚེ་གསུམ་སོ་གཅིག་བར་དུ་ལ་ཡོད་རེད་ད་འདི་ཡན་བྱུང་ན་སྤྱི་ཟླ་དང་པོ་ཚར་བ་དང་སྤྱི་ཟླ་གཉིས་པ་མ་ཚར་སྙིང་གི་པར་ལུག་དེ་ལ་ཡང་ཆ་ཚང་གི་སྡོད་ཐུག་ན་ཡག་པོ་ཟ་ཡོད་རེད་འདི་གཅིག་རེད།

ཨ་འདི་ནས Western Australia ད་དེ Perth རེད Perth ལ་ཡ་སྙེ་མ་ཉི་ཤུ་ཉི་ཉི་རྩ་གཅིག་པོ་ལུག་ལ་མི་བརྒྱད་ཀྱི་བྲོས་བྱ་ནི་ཞུ་སྒོ་རྩ་གཅིག་ནས་རྩ་གཉིས་པོ་རུ་མི་དགུ་གི་བྲོས་བྱ་དེ་སུ་དེ་མི་གཅིག་མང་ཤེས་བྱ་ད Perth ལ་ཕྱི་ལོག་ནས་མི་གཅིག་ཐོས་པ་སླེབས་རེད་བས་ཡང་ན་ཡང་མི་ལོ་དྲུག་དྲུག་ཉིས་ལྔ་ནས་དྲུག་ཆག་ཡིན་དེ་མང་ཆེན་པོ་རེད་བས་དེ་འདྲའི་བྱོལ་བ་ད་གང་ལྟར་གནས་སྟངས་ཡག་པོ་གཅིག་ཐོག་ནས་ད་གང་ལྟར་མི་གཅིག་ཐོས་པ་བྲོས་ཐུབ་པ་ཞུ་བྱ Perth

དམངས་ཁྲོད་དུག་འདྲ་ཞུགས་ཆགས་ཡོད་ལ་ད་ལྟ་བིཀ་ཏྲོ་རི་ཡ་ཡིན་ནའང་ཉི་ཤུ་ནས་ཉི་གསར་གཅིག་བར་དུ་མི་ལྔ་བརྒྱ་བདུན་གྱིས་བཀྲེས་ཤག་ཉི་གསར་གཅིག་ནས་རྩ་གཉིས་བར་དུ་མི་ཉིས་བརྒྱ་དྲུག་ཅུ་རེ་ཟུང་ལ་སྤྱད་མི་འདོད་དེ་སུས་དེ་ལྟར་བརྒྱ་ཆ་བཞི་བཅུ་ཞེ་ལྔ་ཞེ་དྲུག་འདྲ་བོ་གཅིག་གིས་ལོ་འདིའི་ནང་སྤྱད་ཐུབ་ཡོད་མ་རེད་ད་དེ་སྤྱད་མ་ཐུབ་དུས་དེ་ཉིད་ཀྱིས་བསྡུ་ཐུབ་མེད་ན་དེ་ཉིད་ཀྱིས་སྤྱད་ཐུབ་མེད་ན་གང་ལྟར་གཅིག་གིས་མ་སྤྲད་ཉེས་མྱོང་ལ་ཕོན་ཆེན་པོ་ཞེ་བོ་ཅིག་འཇོག་དུས་ཚང་པ་ལ་ཡ་ད་མི་དེ་གིས་ཅིག་ཐེབས་ཅིག་པོ་གླ་རྒྱས་མ་རེད་ད་སོ་སོས་གཅིག་གིས་སྐྱ་རྒ་འགྲོ་ཐུབ་པ་ཡིན་ན་ཡག་པོ་ཡོད་རེད་བོད་བརྒྱུད་མཐུན་ཚོགས་མཐུན་ཚོགས་ཀྱི་འགན་འཛིན་གཞན་གྱིས་ངེད་ཚོ་ལ་ལག་མང་པོ་རོལ་བ། ཨ་འདི་ནས་སིད་ནི་ལས་ཉུང་ཤུགས་ཆེ་བྱས་ཏེ་དགུ་བརྒྱ་བདུན་ཅུ་རེ་དོ་ཨ་ཉི་ཤུ་ན་ཉི་ས་གཅིག་སྤར་ལུགས་ལ་ཨ་ནི་ད་ལྟའི་ཆ་ལ་ཉི་ཤུ་ན་ཉི་ས་གཅིག་དེ་རྩ་གཅིག་ནས་རྩ་གཉིས་སྤར་ལུགས་ཏེ་ཉིས་བརྒྱ་བརྒྱད་ཅུ་གྱ་གསུམ་ཟེར་དུས་ད་ཕེབས་མ་སྲིད་ས་དུ་སྐྱ་མེན་ཚོས་ཇི་ཉུང་ཕྱིན་པའི་བར་ད་སིད་ནི་ལས་མི་མང་ཤོས་ཀྱི་ས་ཆ་གཅིག་ཡིན་པའི་གལ་ཏེ་ལས་གང་ལྟ་ནས་རེད་བ་གང་ལྟ་ནས་ཨ།